བཀྲ་ཤིས་བདེ་ལེགས། ད་ནི་དེ་རིང་ང་ཚོ་ཕྱི་རྒྱལ་དགུན་ཆབ་མཛོད་རྩ་བ་ནས་བདུན་པའི་སྐབས་གཉིས་པ་དྲན་ངེས་དང་བདེན་གཉིས་རྟེན་འབྲེལ་རྣམ་པར་ངེས་པའི་སློབ་ཚན་གཉིས་པ་དེ་འགྲོ་ཡ་ཡིན། ད་ནི་དེ་རིང་གི་བརྗོད་གཞི་ཡིན་ན་འཁོར་ལོ་གསུམ་གྱི་རྣམ་བཞག་བཀའ་ལས་བྱུང་ཚུལ་ཟེར་བ་དེ་འདྲ་ཞིག་རེད། ད་ནི་ཁ་སང་གི་སློབ་ཚན་ནང་དུ་དྲན་ངེས་སྤྱིར་བཤད་པ་ཟེར་བ་དེ་འདྲ་ཅིག་གསུངས་པ་རེད། ད་ནི་དྲང་ངེས་སྤྱིར་བཤད་པ་ཟེར་བའི་སྐབས་སུ། སྤྱིར་བཏང་ཨ་ནི་དྲང་དོན་གྱི་མདོ་དང་ངེས་དོན་གྱི་མདོ་ཟེར་བའི་སྐོར་དེ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་ཡི་ནང་དུ་གང་འདྲ་ཅིག་གསུངས་ཡོད་པ་རེད། ད་ནི་དེའི་རྗེས་འབྲང་གི་མཁས་པ་ཨ་ནི་མགོན་པོ་ཀླུ་སྒྲུབ་དང་སློབ་དཔོན་ཨ་རྱ་འདས་པ་རྗེ་བཙུན་བྱམས་པ་མགོན་པོ་ལ་སོགས་པའི་གཞུང་གི་ནང་དུ་གང་འདྲ་བྱུང་ཡོད་པ་རེད་ཟེར་བ་དང། ད་ནི་དྲང་དོན་གྱི་མདོ་དང་ངེས་དོན་གྱི་མདོ་གི་སྤྱི་ཙམ་གྱི་མཚན་ཉིད་འོ་དེ་འདྲ་ཅིག་བཤད་པ་རེད། དེ་ནས་དེ་རིང་བྱེ་བྲག་ཏུ་འཁོར་ལོ་གསུམ་གྱི་རྣམ་གཞག་བཀའ་ལས་བྱུང་ཚུལ་གསང་ཆེན་བཅོམ་ལྡན་འདས་ཀྱི་བཀའ་ཡི་ནང་དུ་འཁོར་ལོ་གསུམ་ཟེར་བ་དེ་ག་འདྲ་ཅིག་བསྟན་ཡོད་པ་རེད་ཇི་ལྟར་གསུངས་ཡོད་པ་རེད་ཟེར་བ་འོ་དེའི་སྐོར་དེ་བཤད་ཀྱི་ཡོད་པ་རེད། ད་ནི་དང་པོ་དགོངས་འགྲེལ་ལས་བྱུང་ཚུལ། མདོ་སྡེ་དགོངས་པ་ངེས་འགྲེལ་ལམ་ཡང་ན་འཁོར་ལོ་ཐ་མ། འོ་དེའི་ནང་དུ། འཁོར་ལོ་གསུམ་གྱིས་བསྐོར་ཏེ་གང་འདྲ་ཟིག་བྱུང་ཡོད་པ་རེད་ལབ་འདུག་འཕགས་པ་དགོངས་པ་ངེས་པར་འགྲེལ་བ་ལས། བཅོམ་ལྡན་འདས་ཀྱིས་དང་པོར་ཡུལ་དབའ་ར་ན་སི་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་སུ། ཨ་ནི་འདིའི་སྐབས་སུ་ག་རེ་གསུང་གི་ཡོད་པ་རེད་ལབ་སྟེ། ཆོས་འཁོར་གསུང་པ་པོ་སངས་རྒྱས་བཅོམ་ལྡན་འདས་ཀྱིས། དུས་དང་པོར་ཆོས་འཁོར་ཐམས་ཅད་ཀྱི་ནང་ནས་ཐོག་མར་གསུངས་པ་དེ་དུས་དང་པོར་ཆོས་འཁོར་གསུང་ས་གི་ཡུལ་དེ་ཡུལ་ཝཱ་ར་ན་སི་དང་ལྷག་པར་བྱེ་བྲག་ཏུ་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་ཟེར་བ་དེ་རུ་ཆོས་འཁོར་བསྐོར་བ་རེད། གང་ལྟར་ཚིག་འདིའི་ནང་དུ་ཆོས་འཁོར་གསུངས་པ་པོ་སྟོན་པ་སངས་རྒྱས་བཅོམ་ལྡན་འདས་དང། དེ་ནི་དུས་དང་པོ་ཆོས་འཁོར་གསུམ་གྱི་ནང་ནས་དང་པོ་དང། ཆོས་འཁོར་ཚོང་ས་གི་ཡུལ་བྷ་ར་ན་སིའི་དྲང་སྲོང་སློང་བ་རི་དྭགས་ཀྱི་ནག་འོ་དེ་གསུམ་ངོས་འཛིན་བྱས་པ་རེད། དེ་ནས་ཉན་ཐོས་ཀྱི་ཐེག་པ་ལ་ཡང་དག་པར་གཞིགས་པ་རྣམས་ལ་ཟེར་བ་དེ་ཨ་ནི་ཆོས་འཁོར་གསོང་ས་གི་ཡུལ་ལམ་ཡང་ན་ཆོས་འཁོར་གྱི་གདུལ་བྱ་འོ་དེ་ངོས་འཛིན་བྱས་པ་རེད་ཉན་ཐོས་ཀྱི་ཐེག་པ་ལ་ཞུགས་པ་འོ་དེ་དག་ལ་ཟེར་གྱི་ཡོད་པ་རེད། དེ་དག་ལ་གསོང་བ་རེད། འདི་སྐབས་ཀྱི་ཉན་ཐོས་ཀྱི་ཐེག་པ་ཟེར་བ་དེ་བྱེ་བྲག་སྨྲ་བ་ཡང་ན་མདོ་སྡེ་བ་དེ་འདྲ་ཕལ་ཆེར་ཟེར་གྱི་ཡོད་པ་མ་རེད། འདི་སྐབས་ཀྱི་ཉན་ཐོས་ཀྱི་ཐེག་པ་ལ་ཞུགས་གོ་ཟེར་བ་དེ་ཉན་ཐོས་ཐེག་མིན་གྱི་ལམ་དུ་ཞུགས་པ་ཐེག་པ་གསུམ་གྱི་ནང་གི་ཉན་ཐོས་འོ་དེའི་ལམ་ལ་ཞུགས་པའམ་ཡང་ན་དེ་ལ་མངོན་པར་དགའ་བའི་གདུལ་བྱ་རྣམས་ལ་ནི་གདུལ་བྱ་ངོས་འཛིན་བྱེད་པ་རེད། འཕགས་པའི་བདེན་པ་བཞི་རྣམ་པར་བསྟན་པས། འཕགས་པའི་བདེན་པ་བཞི་རྣམ་པར་བསྟན་པས་ཟེར་བ་དེ་བརྗོད་བྱ་ག་རེ་བསྟན་པ། བཀའ་དང་པོ་བདེན་བཞིའི་ཆོས་འཁོར་རམ་ཡང་ན་བཀའ་དང་པོ་ཆོས་འཁོར་གྱི་བརྗོད་བྱ་གར་བསྟན་གྱི་ཡོད་པ་རེད་ལབ་སྟེ་བདེན་པ་བཞི་རྣམ་པར་བསྟན་པའི་ཆོས་བརྒྱུད་འཁོར་ལོ་ངོ་མཚར་རྨད་དུ་བྱུང་བ་སྔོན་ལྷར་གྱུར་བའམ་མིར་གྱུར་བ་སུས་ཀྱང་ཆོས་དང་མཐུན་པར་འཇིག་རྟེན་དུ་མ་བསྐོར་བ་གཅིག་རབ་ཏུ་བསྐོར་ཏེ། ནི། ཆོས་བརྒྱུད་འཁོར་ལོ་ངོ་མཚར་རྨད་དུ་བྱུང་བ་ལ་སོགས་པའི་ཚིག་འདི། ནི་ཆོས་འཁོར་གྱི་བསྔགས་པ་བརྗོད་པ། ནི་ཆོས་འཁོར་དེའི་རང་བཞིན་ནམ་ཡང་ན་དེ་ལ་བསྟོད་པ་བཏང་བ་འོ་དེ་འདྲ་ཅིག་རེད་ངོ་མཚར་རྨད་དུ་བྱུང་བ་ཟེར་བ་དེ་ག་རེ་ལབ་གི་ཡོད་རེད་ལབ་དུས། ནི་མཐོང་ན་མི་མཐོང་པ་མེད་པའམ་མཐོང་བ་དང། ནི་གོ་བ་ལ་སོགས་པ་དེ་འདྲའི་སྐབས་སུ་ནི་ཡིད་དུ་འོང་བ་ཡིད་དུ་འབབ་པ་ཡང་ན་ཡིད་འཕྲོག་པའི་ནུས་པ་ཡོད་པ་དེ་འདྲ་ཅིག་ལ་ངོ་མཚར་རྨད་དུ་བྱུང་བ་ཟེར་གི་ཡོད་པ་རེད། ནི་སྔོན་ལྷར་གྱུར་བའམ་མིར་གྱུར་བ་སྲིད་ཀྱང། ཆོས་དང་མཐུན་པར་འཇིག་རྟེན་དུ་མ་བསྐོར་བ། ཨཱ་ནི། སྟོན་པ་ཤཱཀྱ་ཐུབ་པ་གའི་སྔོན་དུ་ཡང་འཇིག་རྟེན་གྱི་ཁམས་འདས་ལ། ཨཱ་ནི། སྟོན་པ་མང་པོ་ཅིག་ཆོས་སྐྱོང་ཡོད་པ་རེད་དཔེར་ན་ཕྱི་རོལ་བ་གྲངས་ཅན་པའི་སྟོན་པ། སེར་སྐྱ་སེར་བ་ལ་སོགས་པ་གང་ལྟར་སྟོན་པ་མང་པོ་ཅིག་བྱོན་པ་རེད་དེ། སྐར་བ་ཚེ་ལོ་བརྒྱ་པའི་དུས་འདས་ལ། ཨ་ནི་འདི་ལྟ་བུའི་ཆོས་འཁོར་གཅིག་ཀྱང་ལྷ་དང་མི་སྟོན་པ་ག་འདྲ་གྲགས་ཅན་གཅིག་ཡིན་ན་ཡང་སུས་ཀྱང་བསྐོར་མྱོང་པ་མ་རེད་ཟེར་བ་འོ་དེས་བསྲེག་གི་ཡོད་པ་རེད། སྤྱིར་བསྐོར་དེ། བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་བསྐོར་བ་དེ་ཨང་བླ་ན་མཆིས་པ་སྐབས་མཆིས་པ་དྲང་བའི་དོན་གསོལ་བའི་བཤེས་གཉེན་སུ་གྱུར་པ་ལགས་ལབ་དུས་ཨ་ནི་བཀའ་དང་པོ་བདེན་པ་ཞིག་ཆོས་ཀྱི་འཁོར་ལོ་བསྐོར་བ་དེ་དེའི་སྒང་དུ་ཨ་ནེ་ཆོས་རྗེ་འཁོར་ལོ་བཞེངས་པ་ཡོད་པ་རེད་ལ་ཟེར་བ་དེ་གོང་མ་སྒང་མ་སྟེང་མ་དེ་འདྲ་གི་དོན་དག་རེད། ཨ་ནེ་འདིའི་སྟེང་དུ་ཆོས་རྗེ་འཁོར་ལོ་བཞེངས་ཡོད་པ་དང་སྐབས་ཕྱེས་པ་ལབ་དེ་གང་ལ་རྩོད་པའི་སྐབས་ཕྱེས་པ་ཡང་ན་ཐེ་ཚོམ་ཟ་བ་དང་ཨ་ནེ་དགག་པ་རྒྱག་པ་ལ་སོགས་པའི་གོ་སྐབས་ཡོད་པ་འོ་དེ་འདྲ་ཟེར་གི་ཡོད་པ་རེད། དང་ནི་དྲང་བའི་དོན་ལབ་དེ་གང་ལ་དོན་དག་མཐར་གཏུགས་པ་མ་བསྟན་པ་དོན་དག་འདི་རིགས་ཀྱང་ལྷག་པའི་དོན་དག་གཞན་དུ་ཨ་ནེ་དྲང་དུ་རུང་བ། དེ་ཟེར་གྱི་ཡོད་པ་རེད། རྩོད་པའི་གཞས་ནས་སུ་གྱུར་པ་ལབ་དེ་སྒང་ལ། ཨཱ་ནི་རྩོད་གཞས། ཨཱ་ནི་རྩོད་པ་རྒྱག་ཡག་གི་གཞས་གཅིག་ཆགས་བསྡད་ཡོད་པ་རེད། ག་རེ་ལབ་ན། དང་པོ་གི་སྐབས་སུ། ཨཱ་ནི་གཟུགས་ལ་སོགས་པ་ཡོད་པར་བསྟན་པ། འོ་དེ་འདྲ་ཡིན་པ་དང་ཡང་ན་གཟུགས་ལ་སོགས་པ་བདེན་པར་གྲུབ་པ་ལྟ་བུ་རུ་བསྟན་པ། དེ་འདྲ་ཡིན་པ་དང་གཉིས་པའི་སྐབས་སུ་བདེན་པར་གྲུབ་པ་མེད་པར་བསྟན་པ་ཡིན་ཙང་རྩོད་པ་རྩོད་ས་གི་གཞས་གཅིག་ཆགས་སོང་བ་རེད། ནི་རྩོད་པའི་གཞི་གནས་སུ་གྱུར་པ་ལགས་ལ། འདི་གི་ལགས་ཟེར་བ་དེ་ཡིན་ཟེར་བ་དང་དོན་དང་གཅིག་པ་རེད།